བྱེད་ས་གི་ལང་ཀ་མི་འདུག་ངས་ཁྱེད་རང་ལ Request བཅས་བཏང་ཡིན་ཕ་གི Instagram ནས་ག་ལ་ན་ཁ་རི་ཁ་ཐུག་སྐད་ཆ་ཅིག་བཤད་ཐུག་ན་བསམ་སོ། ཨ་ནི། ད་དེ Accept བྱས་ཡ་དེ་ཁྱེད་རང་གི་རྐང་བཙུན་བྱེད་ཀྱི་མེད་རྐང་བཙུན་ནི་ང་ལ Block བྱས་པ་ཡིན་ན་ཨ་ནི་བྱེད་ཐབས་མེད་རོ། དེ་མ་གཏོགས་ངས་ཀྱི་ཀྲུ་ཀྲུ་དམག་མི་གི་རྒྱུད་ནས་ཁྱེད་རང་ལ།

ཁྱེད་རང་གིས་མ་ཎི་འབྲོང་མགོ་ཡག་གི་གནད་འགག་ཅིག་བཟོས་ཡོད་ད། ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཁྱོད་རང་གིས་ད་ལྟ་བར་དུ་བྱས་བཞག་རྒྱུ་གི་ལས་ཀ་གང་ག་ལྟ་ད། ཨ། སྐྱེས་མེད་བུ་མོ་ངོ་ཚ་བོ་བཟོ་ཡག་ནི་བྱས་ནས་ཨ་ད། མི་བུ་མོ་ཚོང་མ་རྒྱག་བྱས་ནས་ཁྱེད་རང་འགྲོ་སྟངས་ཅིག་འདུག་ཨ། དེ་ཚོ་ཡག་ད་རྩ་བ་ཉིད་མ་རྟ་དེ་ང་ཚོ་བོད་པའི་སྤྱི་ཚོགས་ལ། ཕྱི་ལོ་ཕྱིར་འཛམ་བུ་གླིང་གི་ལྟ་སྟངས་དེ་དོག་ཉེ་བོ་ཞུ་བཟོས་གོ་ཨོ་ད་དེ་ཚོ་གང་ག་ཁྱེད་རང་གིས་བྱས་སྟངས་བྱས་ལག་གང་ག་ལྟ་ད། འདི་གང་ག་ལྟ་ཡོད་འདི་གང་ལ་ཁྱེད་རང་གིས་ང་ཚོ་ལ་བཤད་ཡག་གི་རྒྱུ་བ་རྒྱུ་མཚན་བཞག་ཡོད་རེད་དཱ། ད་ག་ནང་ཤེས་གི་ཁྱེད་རང་གིས་ང་ཚོ་གང་ལ། ངའི་སྐད་ཆ་བཤད་རྒྱུ་དེ་གང་ག་སྐྱག་རྫུན་རེད་ལ་ཟེར་བ་དམིགས་བསལ་གི་ཁ་ཚིག་ངའི་བུ་ཡ་རབས་མཉམ་དུ་འགྲོ་བྱ་ཁྱོད་ཀྱི་ལའིབ་ནང་ལོག་ལ་ངས་དབུ་མའི་ལམ་གྱི་ལྟ་བ་གང་ལ་འགྲེལ་བཤད་རྐྱང་རྐྱང་རྒྱག་ཡིན། ཨ་འདི་གང་ག་ཆ་ཚང་སྐྱག་རྫུན་རེད་ལ་འདི་གང་ལ། ཨ་ནི་ཁྱེད་རང་དེ་འདྲས་ང་རང་ཚོ་སྤྱི་པས་གི་གང་ལ་དང་ང་རང་ཚོའི་རྩ་དོན་གི་གང་ལ་དང་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་ལྟ་བ་ལངས་ཕྱོགས་གང་ལ་ག་རེ་ཤེས་ཀྱི་ཡོད་ལ་ངས་དྲི་བ་ཡིན། ཨ། ངས་བཤད་པ་དེ་སྐྱག་རྫུན་ཡིན་པ་ཡིན་ན་ཁྱོད་རང་ལ་ངོ་མ་ག་འདྲས་ཀྱི་ཡོད་ཟེར་ནས་ངས་ཁྱོད་རང་ལ་དྲི་བ་ཡིན། དེ་འདྲས་ཀྱི་ལན་འདེབས་ཀྱི་རྒྱ་ཡ་ཡོད་ན་ཁྱོད་རང་ང་གཉིས་གཉིས་ཕ་ག་ཚུ་ག་བསྡད་ནས་སྐད་ཆ་བཤད་དགོས་ན་བཤད་རྒྱུ་བཤད་དགོས་རྒྱུ་རེད། ཁྱེད་རང་གིས་ང་ལ་སྐྱག་རྫུན་རེད་ལ་ཡ་དེ་ཚད་དང་ལྡན་པའི་གི་གནས་གནས་གནས་སྟངས་གང་ལ་བསྡད་ཀྱི་ཡོད་པ་ཡིན་ན་ཁྱེད་རང་ང་གཉིས་མོ་ཁ་གྲག་དགོས་ཡ་གི་སྐད་ཆ་ཅིག་ཆགས་དགོས་ཨོ་རེད་མ་གཏོགས་ཁྱེད་རང་ལམ་སང་ག་ལ་འོ་རེད་མི་ལ་སྐྱག་རྫུན་རེད་ལབ་པ་ཡིན་ན་དེ་དྲི་བྷི་མེ་ཤི་ནའི་ཚུལ་གྱིས་འོ་རེད་ད།

རྒྱ་ཡི་རྒྱུག་ཁྱི་འདི་ཁྱོད་རང་ཆགས་ཀྱི་འདུག་བ་ངའི་ཁ་རྩང་ནི་ང་ནོར་མི་འདུག་བ། ཟླ་འགོ་ཁ་ཟན་པེ་རིས་ནང་ལོགས་ལ fake ID དང fake ID གི་གནས་སྟངས་གང་ག་འགོ་བཙུགས་ཉན་གོ་ར་ཁྱོད་རང་རེད་བ། དེ་གང་ག་ཡིན་དུས་གང་ལ་ཁྱོད་རང་གང་ལ་ངས་ཤེས་བ་ཡིན་བ་སྤྱི་ཚོགས་འདི་ག་སུ་ཕྲུག་གུ་ཡོད་རེད་བུ་མོ་འདི་ཚོར་སྐྲ་ཐེངས་རེ་བཙལ་ནས་དྲ་རྒྱ་གང་ལ་སྐྲ་དམའ་ཐེངས་རེ་བཙལ། དེ་ག་ས་གི་ཞབས་འདྲེ་ཞུགས་བ་རེད་དེ་གང་ག་གི་རྩ་བ་འདི་ཁྱོད་རང་རེད་ད། ཁྱེད་རང་གིས་འདི་འདྲས་བྱས་ནས Manipulate བྱས་ནས་བུ་མོ་གང་ག་འཛིང་བཅུག་ནས་ཨ་ནི་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ཁྱོད་རང་གདོང་ངེ་པོ་ཡིན་ཙམ་བོད་པ་བུ་མོ་གང་ག་གདོང་ངེ་པོ་བཟོས་ནས་མར་བཀྲམ་དུས་གང་ལ་དེ་ཏག་ཏག་བསྡད་ཀྱི་མི་འདུག་ལ་ནི་ངས་བཤད་པ་དེ་ང་ག་བ་ལ་ནོར་དོགས་འདི་ག་ཆ་ཚང་ཡིན་ཚར་བའི་ཆ་ལ་ཁྱོད་རང་གིས་ང་ངའི་ཁ་ཟས YouTube འདི་ལ་ངའི་ག་ས་ངས་ཀྱི Video གཅིག་ལ་ཁྱེད་རང་གིས Strike སྤྲད་རྒྱུ་དེ་ཏག་ཏག་རྩ་བ་ཉིད་འདེད་རྒྱུ་ཡོད་མ་རེད་ད་དམིགས་བསལ་གྱིས་དེ་ཉན་པ་ལགས་སོ་ཉན་པ་ལགས་ཁྲི་བཅུ་བཞི་སྒང་དྲོ་ཨ་ནི་དེ་ནས་མ་རང་བཙན་ཁ་སྒེར་པ་གཞོན་ནུ་ཚོགས་པ་དེ། མི་དྲག་རླུང་འཕྲིན་ཁང་ཁོ་རང་ཚོ་གིས་ངའི་སྐད་ཆ་ལ་ལན་རྒྱབ་ཐུབ་ཀྱི་ཡོད་མ་རེད་དེ་ལྗང་ཡེ་ནོར་བུ་དང་དུད་འགྲོ་བླ་དར་དང་བསྟན་རྡོར་དང་ལྷ་སྟོང་བཀྲས་སྟོང་དང་འཇིགས་མེད་ཨུ་རྒྱན་དང་ཁོ་ཚོ་ངའི་སྐད་ཆ་ལ་ཁ་གྲགས་ཕོད་ཀྱི་ཡོད་མ་རེད་ག་ཀུ་ཅི་བྱེད་ཐུབ་ཀྱི་ཡོད་མ་རེད་རྐང་འཛུམ་བྱེད་ཀྱི་ཡོད་མ་རེད་ག་ལ་འདི་གནད་འགག་རྡ་ལ་ནས་ཨ་ཁྱེད་རང་གིས་འདི་འདྲའི་བྱས་ནས་ང་ཚོ་སྤྱི་ཚོགས་ནང་ལོག་ལ་དུགས་བྱེད་ནས། དཀྲུགས་ཤིང་རྒྱབ་རྒྱབ་ནས་ཨ་གབ་གབ་ནས་ནག་ཁུང་ནང་ལོགས་ལ་དཀྲུགས་ཤིང་རྒྱག་གི་ཡོད་པ་ཡིན་ན་དེ་ཏག་ཏག་རྩ་བ་ཉིད་འདི་གོ་མ་རྟག་ང་ཚོ་གི་སྤྱི་ཚོགས་དེ་དེ་འདྲའི་འཁྲུག་ཆ་དེ་པོ་ཆགས་གི་འདུག་ལ་དུས་གང་ལ་གི་ངས་ཁྱོད་རང་འདྲ་པོ་གཅིག་གི་ཕྱི་ནས་ཆགས་གོ་བར་གདའ། དེ་ཏག་ཏག་རྩ་བ་ཉིད་འདི་གོ་མ་རྟག་ངས་ཁྱོད་རང་ལ་ད་ལྟ་དེ་ནས་འདི་བིདེའོ་འདི་བཏོན་ནས་ཁྱོད་རང་གི་ནམ་ཕྱེད་རྒྱུན་དུ་ནས་ངས་བིདེའོ་ལྟ་ནི་ལྟ་གི་འདུག་ཁྱོད་རང་ངས་སྐད་ཆ་དེ་ཚོ་མང་པོ་ལ་དོན་སྣང་བྱས་པའི་གི་རྣམ་པ་ཅིག་ཁྱོད་རང་གི་བིདེའོ་ནང་ལོགས་ལ་བཏོན་ཡོང་དུས་གང་ལ་ངའི་སྐད་ཆ་ཆ་ཚང་རྫུན་མ་རེད་ལ་ཁྱོད་རང་གིས་གཅིག་ཤེས་ཡོད་རེད། ངས་རྫུན་མ་ག་བ་ལ་བཤད་འདུག་འདི་ཁྱོད་རང་གིས་ལ་གོ་གི་རེད། ད་ག་གཅིག་པུ་ཚེ་དམར་སྙེ་མ་ཡ་ཁྱོད་རང་གིས་གར་ལ་ལ་ན་ང་ལས་ཀ་ནས་སྤིས་པ་རེད་ལ་ཁྱོད་རང་གིས་སྐད་ཆ་དེ་འདྲའི་བཤད་ཁྱོད་ཅེར་ང་ལ་བིདོ་ཡོད་རེད་ད་ཁྱོད་རང་ག་གཅིག་བིདོ་ངས་སྒྲང་ནོར་ཕྲིན་བྱ་ཡོད་རེད། དེ་ཚོ་ག་འགའ་གི་སྒང་ནས་ཁྱོད་རང་དུག་ཆ་ཉམས་གི་རེད་ད་ལ་ནས། ཨ་ནི་ག་ཚེ་ངས་གི་པར་རིས་ལ་ཁྱོད་རང་ཚོ་སྐྱེ་མེད་སྐྱེ་མེད་དེ་ཚོ་ངས་ཁྲིམས་ཐོག་གཏུག་གི་ཡོད་ལ་ཡ་དེ་ངས་ད་ག་ཤེས་གི་ཡོད་མ་རེད་ད། ངས་ཁྲིམས་ཐོག་གཏུག་ཚར་རེད།

ཁྱེད་རང་ཚོ་ཡུ་ཀྲུ་བར་གྱི་མིང་གིས་ནི་ཁྱེད་རང་ཚོ་ནི་པོར་པ་གན་ར་གྱི་རྣམ་པ་ཅིག་བཟོས་ནས་ང་ཚོ་གི་སྤྱི་ཚོགས་ནང་ལ་ཆབ་སྲིད་དཀྲུགས་ཡོད་འདི་ག་ན་ངས་ཁྱེད་རང་ཚོ་གི་བྱི་ཡ་དེ་འགྲིག་གི་མི་འདུག་ལ་ངས་དེ་ལ་ལབ་པ་རེད་ད་འདོད་ཁྱེད་རང་ཚོ་དེ་ཚུགས་གི་མི་འདུག་ན་ཁྱོད་རང་སྐྱེ་མེད་ཁྱོད་རང་དཔེ་སྡུག་ཅག་མྱང་གི་རེད་འདི་དང་མཉམ་དུ། Tibetan ཚེ་རིང་དང། བློ་བཟང་ཀྲོན་ཀྲི་ཀྲུའུ་དང་ཁྱོད་རང་ཚོ་ཚང་མ་གྱི་མིང་སྤྲད་ཡོར་ད་ངས་ཕེ་གེ་ལ། ཧོ་ཀི་སུ་ཨ། དེ་ལ་དུས་གང་ལ་གཅིག་དང་གཉིས་ལ་གི་མར་ད་ཁྱོད་རང་ཚོ་ཚང་མ་བྲུས་གུར་ད།

དེ་འདྲའི་བྱས་ཡོད་འདི་ག་ན་ཁྱོད་རང་གིས་ང་ཚོ་སྤྱི་ཚོགས་ནང་ལོག་ལ་དཀྲུགས་ཤིང་རྒྱག་གོ་བར་ད་ཧ་གོ་གི་ཡོད་ན། འདི་ཏག་ཏག་རྩ་བ་གཉིས་འདེགས་མ་དེ་ནས་མ་སུ་གི་ཨེ་ཧྥུ་སྦོལ་ངོ་ཤེས་ཀྱི་ཡོད་ན་མོ་ལ་ལན་རྒྱག་རོ། མོ་ལ་ལན་འདེབས་དེ་སྤྲད་རོགས་གྱིས། ངས་ཁྱེད་རང་ལ། Forty Eight Hours སྤྲད་ཀྱི་ཡོད་ད་ཆུ་ཚོད་བཞི་བཅུ་བཞི་བརྒྱད་སྤྲད་ཀྱི་ཡོད།

ཁྱོད་རང་གིས་སྡུག་བྱས་ནས Strike བྱས་པ་ཡིན་ན་ཁྱོད་རང་གིས་མི་མང་ལ་ངེད་ཀྱིས Proof སྟོན་བྱ་རྒྱུ་དེ་དཀའ་གི་ཡོད་ད། དེ་ལ་དུས་གང་ལ། ཁྱོད་རང་དེ་ང་ཚོ་སྤྱི་ཚོགས་ནང་ལོགས་ལ་དཀྲུག་ཤིང་རྒྱ་མོ་ཅིག་ཆགས་གོ་ད་ཧོ་གི་སོ། དེ་ག་གཅིག་པུ་ཚིག་མར་ཁྱོད་རང་སོ་སོ་ནག་ཉེས་ནང་ཚུད་བ་མ་ཟད་ནག་ཉེས་ཆེན་པོ་ཅིག་རེད་ད། གཅིག་པ་གཅིག་བསད། བེག་དོང་རྒན་ལ་ཡོད་རེད་ང་ལས་ཀ་ནས་སྤིས་པ་རེད་ལ་ནི།

བྱུང་ན་ང་ལ། ཁྱེད་རང་གིས་ཀའོ་པེ་ཅིག་སྤྲི་དགོས་ཀྱི་ཡོད། མེད་ནའང། ངས་ཁ་ཚང་ལབ་པ་ན་ཤི་རེད་ཁྱོད་རང་གིས་ཁ་བྱང་བཏང་དང་ངས་ཁྱོད་རང་ཁ་བྱང་ལ། Legal Notice། བཏང་གི་ཡིན་ལ་ནི། ཧཱུྃ་བསྭོ། སྐད་ཆ་འདིར་གདའ། ང་འགྲོ་སོང་བཏང་ཚར་ཡག་གདའ། ངས་འགྲོ་སོང་ད་འདྲས་བཏང་གིར་གདའ། ཡིན་ནས་ཁྱོད་རང་ཚོ་འདི་ངའི་སྤྱི་ཚོགས་ནང་ལོགས་ལ་ཏག་ཏག་བཟོས་མ་སོང་ན་འགྲིག་མ་སོང་ལ་ནི་ང་རང། དེ་འདྲའི་བསམ་སྡོད་ཀྱི་ཡོད་དེ་ད་འདོད་ཡིན་ནའི་ང་མུས་ཐུག་ནས་བྱེད་ཁུར་ད་དེ་ལས་ཀ་དེ་ཨཱ་ད་ག་ནང་ཤེས་རྒྱུ་ཀྲུ་ཀྲུ་དམག་མི་རྒྱལ་ཁ་ཟས་ང་ལ་སྨྱོན་མ་དེ་སྨྱོན་མ་ལ་སོ་ཁྱེད་རང་དེ་འདྲའི་བྱེད་ནས་མི་བུ་མོ་ལ་སྨྱོན་མ་ལ་ཡ་དེ་ཁྱོད་རང་ལ་དེང་རྩ་ག་རེ་ཡོད་ཨཱ། ཀྲུ་ཀྲུ་དམག་མི་ད་ཨེ་ཧྥོ་བོལ་ད་བེག་ཏོང་ཚེ་རིང་ད་ཁྱོད་རང་ཚོ་གི་ང་ལ་ད་ད་བོ་ཏོ་སྤྱི་ཚོགས་ནང་ལོག་ལ་བྱས་བཞག་གི་བརྗོད་རོགས་ཨཱ་དེ་ལ་ཁྱོད་རང་ཚོ་ལ་རྒྱུ་མཚན་ག་རེ་བགྲང་ཨེ་ཡོད་ཨཱ་ད་ག་ནང་ཤེས་ཀྱི་དཔང་རྟགས་ག་རེ་སྟོན་ཨེ་ཡོད།

དེ། དམངས་གཙོ་ཡིན་ལ་ནས་ཨ། དམངས་གཙོ་དེ་ཁྱོད་རང་ཚོ་གཅིག་པོ་ཡོད་རེད། ཁྱོད་རང་ཚོ་ག་རེ་བཤད་ན་འགྲིག་གི་ཡོད་རེད་ཁྱོད་རང་ཚོ་གི་བཤད་པ་དེ་ལ། དེ་བདེན་པ་མ་རེད་ལ་ནས་ལན་རྒྱབ་པ་དེ་ཁྱོད་རང་ཚོ་གི་ཁ་བསུབ་རྐྱང་བྱས་པ་ཡིན་ན་དེ་ཏག་ཏག་རྩ་བ་ཉིད་འདེགས་གི་ཡོད་མ་རེད། དེ། ར་སྤྲ་བྱོས་གོ་གི་རེད་མ་གཏོགས་ཏག་ཏག་རྩ་བ་ཉིད་འདེགས་གི་ཡོད་མ་རེད་དེ་ཁྲིམས་འགལ་རེད། ཧ་གོ་གི་ཡོད་ན།

Tibetan Voice བཙན་བྱོལ་བོད་དྲ་ལས་དུ་བ་དེ་ནང་ལོགས་ལ་ཁྱེད་རང་གི Video གཅིག་ལ Strike སྤྲད་རྒྱུ་དེ་མར། ལམ་སང། ཚུ་ཕྱི་གཏན་རྒྱག་དགོས་ཀྱི་ཡོད་ད། ང་ད་ཏག་ཏག་རྩ་བ་བསྙེན་བསྡད་ཀྱི་མེད། ད་ལྟ་བུ་དོ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དོ་གལ་དང་ཉན་པ་ལགས་སོ་ཉན་པ་ལགས་ཁྲི་བཅུ་བཞི་སྐར་འགྲོ་མང་པོ་ཅིག་ལ་འགྲོ་གི་ཡོད་རེད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཆབ་སྲིད་ཀྱི་སྒང་ནས་ཁ་བརྡའི་སྤྱོད་སྤྱོད་འགྲོ་གི་ཡོད་རེད། ཁྱོད་རང་ཚོ་གི་འདི་འདྲས་ཀྱི་མ་ལ་ཡོང་ནས Strike སྤྲད་སྟངས་དེ་བྱེད་སྟངས་དེ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཕྱོགས་གཉིས་ཀ་ལ་དོགས་པ་སྐྱེ་ཡ་གི་ལས་ཀ་ཅིག་བྱེད་དགོས་བར་ད། འདི་ལ་འདི་ག་ལ་རྒྱ་མི་སོ་བ་ངོ་མ་དེ་ཁྱོད་རང་ཆགས་དགོས་བར་ད། ཧ་གོ་གི་ཡོད་ན། འདས་པའི་རིག་སྔགས་ལ། Tibetan Baekdom ཚེ་རིང་འདྲ་བོ་ཅིག་ཡིན་པ་ཡིན་ན་རེད་བློ་བཟང་སྤྲུལ་འདྲུལ་སྤྲུལ་འདྲ་བོ་ཅིག་ཡིན་པ་ཡིན་ན་རེད་ཁོ་རང་ཚོ་མགོ་སྐོར་བསླུ་བྲིད་བར་ཐལ་བ་རེད་དེ་སྐུ་བཟང་སྒྲོལ་མ་དེ་ཚོ་གང་ག་མགོ་སྐོར་བསླུ་བྲིད་བར་ཐལ་བ་རེད་གི། ཆ་བཞག་པ་ཡིན་ནས། དེ་འདྲས་བཤད་གི་བཤད་གི་ལ་ད་འདོད་ཡིན་ནས་ཡང་ཨེ་ཧྥུ་སྦོལ་གི་དང་བླངས་དོད་ནས་འདུག Strike བྱེད་གི་འདུག་ལབ་པ་ཡིན་ན། སྐྱེ་མེད་ཁྱོད་རང།

ཁྱེད་རང་ཚོ་ནང་ནང་གོག་ལ་ག་རེ་བྱེད་ན་བྱེད་ཁྱོད་རང་ཚོ་གྲོགས་མོ་བསྒྲིགས་ནས་ག་བར་འགྲོ་ན་འགྲོ། ཡིན་ནས་སྤྱི་ཚོགས་ནང་ལོག་ལ་འདི་འདྲས་བཀྲམ་འདི་འདྲས་ལ Encourage བྱེད་ད་འདོད་གཞོན་སྐྱེས་འདི་ཚོགས་ཀྱི་ཀླད་པ་ནང་ལོག་ལ་ཨ་ནི་ག་རེ་བྱེད་ནའི་འགྲིག་གི་ཡོག་རེད་སུ་གང་ཅིག་གི་གས་ཡིས་བྱེད་ཐུབ་གི་མ་རེད་ཨ་འཁྲེབ་ཏོ་དང་བེག་ཏོ་རྐྱང་རྐྱང་སོ་སོའི་འཁྲེབ་ཏོ་དང་བེག་ཏོ་ཨ་ནི་གཞན་པ་ལའི་འཁྲེབ་ཏོ་དང་བེག་ཏོ་བཟོས་གི་ལ་ན་ཏག་ཏག་དེ་གི་འོག་མར་ད།

ང་ཚོས་དེ་ལ་ཁ་རི་ཁ་ཐུག་ག་རེ་ཡིན་པ་དེ་ཡིན་པ་གང་ལ་ང་ཚོས་ཀྱི་བརྡ་ལན་སྤྲད་ཀྱི་འདུག་བ་སྤྲད་གི་སྤྲད་གི་ལ་ཁྱོད་རང་ཁྱོད་རང་འདྲ་བོ་དེ་ང་ཚོ་སྤྱི་ཚོགས་ལ་དོན་ནའང་བྱེད་མ་གོ་བ་ཆབ་སྲིད་གོ་བརྡའང་གོ་མ་གོ་བ་ཡིན་ནས་བོད་པ་ཡིན་ལ་ནས་པར་རིས་དེ་བ་ལ་སླེབས་ནས་ཨ་ནེ་ཁྱོད་རང་ཚོས་ཀྱི་ཨ། ཁེབས་སངས་དང་ཐོབ་ཐང་དང་གང་ག་ཟག་ཨ། Benefits། གང་གཱ་བཅོམ་བཟའ། ཨན། ད་འདོད་བོད་པའི་གི་མིང་ལ་ཁྱོད་རང་ཚོ་གི་ཞབས་འདྲེད་དེ་ཞུ། སྐྱེས་མེད་བུ་མོ་གི་མིང་ལ་ཞབས་འདྲེད་ཞུ Single Mother གི་མིང་ལ་ཞབས་འདྲེད་ཞུ་ཨ། ཨ་ནི་མོ་རང་ཡིན་ལ་ནི་ག་རེ་བྱེད་ཀྱི་རེད་བསམ་གི་འདུག་ཨེ། ཁྱོད་རང་སྐད་བྱེད་གི་འོ་མ་རེད་ངས་བྱས་དེ་ས་དེ་ལ་ང་ལ་ལང་ཀ་གར་ཕྱིན་ཀ་ཀ་ཡིན་གི། ཨ། ཁྱེད་རང་ཤོང་གི་མི་འདུག་ན་ང་གཉིས་གཉིས་ཕ་ཀ་ཚུགས་ཀ་དེ་ནི Live བྱེད་གོ་ཨ། ག་རེ་ཤོང་གི་མི་འདུག། ཁྱོད་རང་ད་ནངས་ཉིན་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལས་ངས་ཁྱོད་རང་ཐེ་རེ་པི་ཅི་སྤྲེལ་ཡིན་པ་དྲན་གི་རེད། ཁྱོད་རང་ག་འདྲའི་ངུ་ཤ་རྒྱག་ཡིན་པས་ཨ། ཐ་མ་ཐ་ཤུ་ལ་ཁྱོད་རང་ནི་དི་རེད་འདུག་ཨ་པེ་ཤ་གང་ལ། ངོ་ཚའི་མི་སྐྱོག། ག་རེ་ཤོང་གི་མི་འདུག་ངས་ལག་ཡོད་ད། སྐར་མ་ལྔ་ཡ་དགུ་དགུ་མ་རེད་དེ strike དེ་ཚུ་ཕྱི་ཐེན་ལན་ལ།

ཁྱེད་རང་གིས Proof ཁོ་ར་བསུབ་ཀྱི་འདུག་ལབ་པ་ཡིན་ན་ཁྱོད་རང་འདི་ནག་ཉེས་ཧ་ལས་པ་ཆེན་པོ་བྱེད་དགོས་བར་ད། ཡ་མེད་ན་སྤྱི་ཚོགས་ནང་ལོག་ལ་འགྲོ་དུས་གང་ལ་ཁ་འདི་ཚོ་ཅི། ཧ་གོ་སོ་ཨ། སོ་སོ་གི་སྤྱོད་པ་སྤྱོད་ལམ་འདི་ཟོབ་ད་དེ་དང་པོ་བཟོས། འདི་མེད་ན་རོ་ཨ་མི་བུ་མོ་དགེ། ཡིན་པ་འདི་བཤད་པ་འདི་ལ་ཁ་བཀག་ཁ་ཡོང་ཡ་འདི་ཏག་ཏག་འདི་གི་ཡོད་མར་ད། ཁྱེད་རང་གི Loyal Kutta Fan འདྲ་བོ་འདི་འདྲ་མར་ད་ང་ཚོ་ཧ་གོ་སོ་ཨ། ང་ཚོ་བྱ་ར་མ་རེད་འོང་པ་མ་རེད་ཧ་གོ་སོ་ཨ།

ཧ་གོ་སོ། ཨ་ནི་བསོད་ནམས་སྤྲོ་རོང་ཁྲོད་དང་ཁྱོད་རང་ཚོ་གང་ག། ཁྱོད་རང་ཚོ་ཁམས་འདྲིས་གྱིས། ཁྱོད་རང་ཚོ་ང་ལ་དགོངས་དག་ཞུ་གི་ཡིན་པས། ཡ་མེད་ན་ཁྲིམས་ཐོག་ག་འགྲོ་གི་ཡིན་པས་དེ་ཁྱོད་རང་ཚོ་འདྲི་ས་གྱིས་ཧ་གོ་སོ། བསམ་བློ་ཡག་པོ་བཏང་ཨ། ཏག་ཏག་རྩ་བ་གཉིས་འདེགས་མར་གདའ། དེ་ཚོ། ཧ་གོ་སོ། ཁྱོད་ཚོ་ད་ལྟ་བར་དུ་སྤྱི་ཚོགས་ནང་ལོག་ལ་མ་བིན་ཤེས། དཀྲུགས་ཤིང་རྒྱབ། ཁྱོད་རང་ཚོ་གི་བཤད་བདེ་ཁྱོད་ལ་ངེད་ཀྱིས་ཁྱོད་རང་ཚོ་གི་ཁ་ནས་བཏོན་བྱ་ཁྱོད་ཀྱི་དཔང་རྟགས་བཏོན་ཡོད་དུས་གང་ལ། ཨ་ནི་སོག་སོག་གི་བྱིན་མ་ཐུག་འདི་སྐྱེ་མེད་དེ་ཚོ་ལ་རྒྱབ་ལོག་ནས་བཏང་ནས།

ཁྱོད་རང་ལ་ངས་ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་ཡོད། ད་ག་གཅིག་པུ་ཚིག་མ་རེད་ཁྱོད་རང་ཚོ་གི་སྐད་དེ་ཡོད་ག་རེད། ད་ལྟ་རང་འདི Strike དེ་ཕྱི་གཏན་རྒྱག་གི་ན་རྒྱག་མ་གཏོགས་དེའི་སྐད་གང་ཐོས་པ་བརྣན་པའི་གླེགས་རི་དག་ད་ལྟ Latest ང་ལ་ཡང་རྒྱག་ཨ་འདུག། བྱས་སོང། དེ་བྱས་ས་དེ་ག་འོ་ན་རེད་ལ་དེ་གོང་ན་ཁྱོད་རང་གིས་ངས་སྐད་ཆ་བཤད་རྒྱུ་དེ་གང་ག་སྐྱག་རྫུན་རེད་ལ་རོ་ཨ། ངའི་བུ་ཡ་རབས་ཀྱི Life ནང་ལོགས་ལ་བཤད་བྱ་ཡོད་དེ་གངྒཱ་དབུ་མེད་ཀྱི་ལྟ་བ་དང་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་ལྟ་བ་ལོངས་སྤྱོད་ཀྱི་སྒང་ལ་འབྲི་བཤད་རྒྱ་ཡིན། དེའི་ནང་ལོགས་ལ་ངས་བཤད་རྒྱུ་གངྒཱ་རྫུན་མ་དེ་ཡིན་པ་ཁྱོད་རང་ག་འདྲས་ཨ། ཁྱེད་རང་ག་འདྲས་ཤེས་ཤེས་ཐུབ་ཀྱི་ཡོད། ཁྱོད་རང་འདི་ག་ཟིག་གི་ཡོན་ཏན་ཡོད་པ་ཡིན་ན་ད་ཐུགས་རྗེ་ཆེ་ཨ། ངས་སྐད་ཆ་རྫུན་མ་བཤད་རྒྱུ་དེ་ལ་ཁྱེད་རང་གིས་ལྡོག་ལན་བྱིན་སྟོན་དང། དེ་མེད་ནའང། མི་སྤུ་གུ་མི་གའི་བ་ལ Viewers ག་ཚོད་ལྟ་གི་འདུག་ཨ་དེ་ཚོ་གངྒཱ་དབྱངས་འགྲོས་དེ་ཡག་པོ་མ་རྟ།

བཟའ་ར་བ་ར་རོ་འདི་ཚོ་ཁྱོད་རང་ཚོ་གི་འདི་འདྲས་ལ་རྒྱབ་ཏུ་དཔུང་ལང་གི་འདུག་ཨ། ཁྱོད་རང་ཚོའི་ནོར་རེད་ད། རྡོག་ལེན་བྱེད་ཀྱི་ཡོད་ན་ཚིག་ལ་ཚིག་ལན་གཏམ་ལ་གཏམ་ལན་ང་ཚོ་བྱེད་གོ་ཕ་ཁ་ཚུ་ཁ་དེ་ནི། དེ་མེད་ན་ར་བ་དེ་འཛབ་ཆེན་སྐྱིད་མེད་ཨ་ན་ཤར་ཁུག་གི་མི་མེད་སྐྱོ་སྐྱིད་མེད་འདི་ཚོ་ལ་དེ་འདྲས། ཆབ་སྲིད་ནང་ལོག་ལ་ལག་པ་བཅུག་ནས་འདྲ་མ་འདྲ་བྱེད་ཡ་དེ་ཁྱོད་རང་ཚོ་བྱབ་རྒྱག་གི་ཡོད་ར་ད། དེ་ང་རང་ཚོ་སྤྱི་པའི་གི་དོན་དག་ལ་ངས་བཤད་གི་ཡོད་རེད། འདི་འདྲའི་འཕྲོ་བརླག་བཏང། འདི་འདྲའི་དགྲ་བོ་སྐྱེ་མེད། ཨ་ན་ཞར་གོག་གི་སྐྱེ་མེད་མེད་སྒྱོགས་སང་ཉིན་ན་ངའི་ཇུས་ཁ་འགྲོ་ན་འདི་ལ། ཐོང་མི་འདུག་ཟོབ་ཐག་མི་འདུག་དཔེ་ཤག་མི་འདུག་ལ་ས་གས་བཟོ་བ་ཡིན་ན། ཁོ་རང་ཚོ་སོ་སོ་གི་མི་ཚེ་འཕྲོ་བརླག་བཏང་གོ་ར་ད། ཧ་གོ་ཟོ་ཨ། འདི་འདྲའི་ཡག་པོ་རྩ་བ་ཉིད་ནི་མ་རེད། ཁྱོད་རང་ཚོ་ལྗང་ཡ་ནོར་བུ་དང་ཁྱོད་རང་ཚོ་ལ་ཁ་སྐྱག་ཡ་ཡོད་ན། ཁྱོད་རང་དང་ང། ཕ་ཁ་ཚུགས་ཁ་བསྡད་ནས་ང་ཚོ་བགྲོ་གླེང་བྱེད་འོ།

དེ་འདྲའི་ལས་སླ་པོ་ཡོད་མར་གདའ། དེ་འདྲའི་ལས་སླ་པོ་ཡོད་མ་རེད། གཅིག་བསུབ་རེད་གཉིས་བསུབ་རེད་གསུམ་བསུབ་རེད་དེ་འདྲའི་ཞིག་ནས་བཞི་བསུབ་རེད། ད་ད་རིང་དེ་བསུབ་ཀྱི་ཡིན་ལབ་བས་ན་རྩ་བ་ཉིད་ཏག་ཏག་བསྡད་གོ་མར་གདའ་དེ་དང་པོ་གཉིས་པ་གསུམ་པ་བཞི་པ་བསུབ་རྒྱུ་དེ་ཀེས་དེ་འགྲོ་དང་འགྲོ་བཞིན་པ་རེད་ཧ་གོ་སོ། དེ་འདྲའི་ཡིན་གྱི་ཡིན་གྱི་ལ་དེ་འདྲའི་ད་འདོད་ཧམ་པ་ཤེས་རེ་ཆེ་རེ་འགྲོ་གི་འདུག་ན།

གཙང་མ་ནས་བྱས་ནས་ད་ལྟ་བར་དུ་ལོ་གཅིག་ཟིན་གྱི་ཡོད་རེད་ད་དེ་རིང་བཞིན་སླེབས་ཡོང་དུས་ག་ལ་ད་ད་རིང་གི་ཉིན་མོར་མཐོང་གི་འདུག་ཨ། གཞུང་འབྲེལ་མེད་པའི་ཚོགས་པ། ཨ། TYC དང SFT། ཨན་དེ་ནས་རང་བཙན་ཁ་སྒེར་པ། ཆུ་བཞི་རྐང་འགྲོ་དོ་གལ་ཚོགས་པ། ཉན་པ་ལ་སོ་ཉན་པ་ལག་སྤྲད་གང་ག་རྒྱབ་དང་དཔུང་ལངས་ནས་འདུག་སླད་ནི། ཁོང་ཚོ་གི་ཕ་མེ་རྩ་བླངས་གི་འདུག་ཨ། ཁོང་ཚོ་གི་མེ་རྩ་བླངས་རེད་ལ་ནི་ང་ལ Proof ཡོད་མ་རྟགས་ཡིན་ནས་ཡང་ཁྱོད་རང་ཚོ་གི་བྱེད་སྟངས་དེ་ཁོང་ཚོ་གི་མེ་རྩ་བླངས་བྱེད་ཀྱི་ཡོད་ན་སྐྱེ་མེད་ཁྱོད་རང་ཚོ་ཉམས་གུར་དག། དེ་ཁྱོད་རང་ཚོ་ཧ་གོ་དགོས་ཀྱི་རེད། ཁྱོད་རང་ཚོ་སོ་སོ་གྱི་གོ་ལི་པཱས་དེ་ཁྱོད་རང་ཚོ་རང་འཁྱེར་དགོས་ཀྱི་རེད། ཐ་མ་ཐ་ཤུ་ལ་སོ་ན་མ་ནུ་ཐང་གི་བི་རོས་བཟོས་ཡས་ནི་དེ་སྦེག་དོང་གི་བྱི་སྐྱོག་རེད་ལ་སོ་ཨ། དེ་བི་རོས་དེ་ང་ལ་ཡོད་ར་ད། ང་ལ་མེད་བ་མ་ར་ད་དེ་བི་རོས་དེ་ང་ལ་ཡོད་རེད་ངས་ཁ་ཚིང་དེ་གར་ས།

སྤང་ཟླ། ང་ལ་ད་འདོད་ཡོད་རེད། པཱས། ངེད་ཀྱིས་སྟོན་གྱི་མི་འདུག་བསམ་ན་རོགས། ཁྱེད་ཚོ་ང་ལ་སྤང་ཟླ་མེད་རེད་མ་བསམ། སྐར་མ་གཅིག་གོ་ངས་ཁྱེད་རང་ཚོ་ལ། དེ་ནས་མ། ཟུར་བྱིན་སྟོན་གོ། དེ་ནས་མ་ཟུར་ཅིང་སྟེང། ཁྱོད་ཚོ་ཡིད་ཆེས་ཀྱི་མི་འདུག་ཨ། ཁྱོད་ཚོ་ལ་ངས་ཡག་བྱས་ནས་ལ་ཡོད་འདི་ག་ལ། ཁྱོད་ཚོ་གི་སེམས་པ་ལ་ངས་ད་ག་ཟེ་བ་ཨ། ཀྱག་ཀྱག་འགྲོ་འུ་ད་ངས་ད་ག་ཟེ་ཁ་ཁ་ཁ་ཁ་ཁ་མོ་ཀྱང་ཀྱང་ཤི་བོ་རེ་དྲན་གྱི་ཡོད་ས་རུ་ཨ། ཁྱོད་རང་ཚོ་སྙིང་རྗེ་གི་ཡུལ་རུ་ད། ཧཱུྃ་བསལ། དེ་མ་རེད། གི་ཨ། ཁྱེད་རང་ཚོའི་སེམས་པ་ལ་ངས་ད་ག་ཤེས་ཀྱི་ཡོད་བསམ་གྱི་ཡོད་ས་ར་ཧ་ལས་པ་རྫབ་ཆེན་པོར་བཏགས་དེ་མཐོང་གི་དེ་ཨ་ཨེ་ཧྥུ་སྦོལ་དེ་མཐོང་གི་དེ་དེ་ཨ་པོར་ཀོ་ལིང་ཨ་ཀྱ་ཏོལ་བྷེལ་ཀ་ལེ་དེ་དེ་མཐོང་གི་དེ་ཀྲུ་ཀྲུ་ཁྱེད་རང་གི་བྷི་རི་ཡོ་དེ་མཐོང་གི་དེ་ཨེ་ཧྥུ་སྦོལ

སྙ་བཅུ་ཤེལ་ལྷ་ཡི་མར་དག་དེ་ཀྲུ་ཀྲུ་དམག་མི་དེ་ཁྱེད་རང་སྐྲ་གཉིས། དེ་འདྲའི་ལྷད་མ་ལྷག་ནས་བཏགས་ནས་ཁྱེད་རང་འདི་ནང་ལོགས་ལ་ག་རེ་ག་རེ་ཤེས། དེ་ཚོ་གང་ཁ་གནད་འགག་ཆེན་པོ་ཡོད་རྒྱུ་སྐད་ཆ་དེ་ཚོ་བཤད་ཡོད་ར་དག་བི་ཛ་གང་ལ་ཡོང་ག་ག་འདྲའི་བི་ཛ་གང་ལ་ཡོང་ཡིན། དེ་ཚོ་གང་ཁ་འདི་ནང་ལ་ཡོད་ར་དག་ཧ་གི་ཟོ་ཨ། དེ་ཡིན་དུས་ག་དེ་ཨེ་ཧྥུ་སྦོལ་མཐོང་དེ་ཁྱེད་རང་གི་བི་དོ། ཧ་གི་ཟ་ཨ། དེ་མཐོང་དེ་ཀྲུ་ཀྲུ་དམག་མི་དེ་ཁྱེད་རང་འདི་ནང་ལ་འགྲོ་ནས་སྤར་སྐད་བསླངས་ནས་ག་རེ་ག་རེ་ཤེས་མེད། ཆ་ཚང་ཡོད་ར་དག་དེ། སོ་ནམ་ཀྲོ་རོ་འགྲོ་གི་བི་དོ་སི་ནི་ཟོ།

འདི་གང་ལ་ཡང་ཁྲིམས་འགལ་ཆགས་འོར་ད་ཧ་ལས་པ་ཁྲིམས་འགལ་ག་རི་ག་རི་ཡོད་རེད་འདི་ཁྱོད་རང་ཚོ་སོ་སོ་ལྟ་པའི་རིས་ནང་ལོག་ལ་མི་ལ Defamation བྱེད་ན་ག་རི་ཡོང་གི་རེད་ཨ་ནི False Information སྤྱི་ཚོགས་ནང་ལ་སྤྲད་པ་འདི་སྟོང་པ་བཏོན་ནས་སྤྲད་པ་འདི་ག་རི་ཡོང་གི་རེད་མི་དགེ་བ་བ་ལ་ལྟ་དེ་ངས་སྤུ་གུ་ལོ་ཆུང་བ་དེ་ཚོ་ལ་ག་ཚོད་མགོ་སྐོར་བསླུ་ཁྲིད་བ་ལ་བསླུ་གི་འདུག་འདི་སྐད་ཆ་ལོག་ག་རེད། ད་ག་གཅིག་པུ་ཚད་ཀྱི་མ་རེད། ཁྱེད་རང་ཚོ་ད་ལྟ་བར་དུ་སྤྱི་ཚོགས་དྲ་རྒྱ་སྒང་ལ་ཡོང་ནས། Social Media Abuse། བྱས་ནས། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་སྐྱེ་མེད་བུ་མོ་གང་ག་ཞབས་འདྲེན་ཞུ་གི་འདུག་ངོ་ཚ་པོ་བཟོས་ཀྱི་འདུག་ཨ་སྤུ་གུ་འདི་ཚོ་ལ་སྤྱོད་པ། སྡུག་རི་ངན་ཚད་གང་ག་ལབ་ཀྱི་འདུག་དེ་ཚོ་གང་ག་གནད་འགག་ད་ཧ་གུ་སོ་ཨ། དེ་ག་གཅིག་པུ་ཚད་ཀྱི་མ་རེད་ད་མགོ་ད་རིང་ཁྱོད་རང་ལི་ཙ་པི་ཙ་ཁྲིད་ནས་ཡ་ཡ་ཁྲིད་མ་མ་ཁྲིད་མོད་ཀྱི་འཇག་མ་ཅིག་གཡུག་དེ་གང་ལ་བུ་དེ་ཚོ་ཨ་མ་མགོ་ཡུ་འཁོར་གྱི་འདུག་ལ་ཡ་རོ་དེ་ཚོ། དེ་ཚོ། གཟབ་ཆེན་པོར་ད་འདི Prostitution རེད་ཧ་གུ་ས་ཨ། དང་པོ་ད་རིང་འདི YouTube ནང་ལོག་ལ་རྒྱ་གར་དེ་ཚོ་གི་སྐད་ཆ་ག་རེ་བཤད་གི་འདུག་ཨ། Instagram ལ་ཡ་དེ། སྨད་འཚོང་བྱེད་ས་རེད་ལ་ལབ་གི་འདུག་བ། ད་ཁྱེད་རང་ཚོ་བསམ་བློ་བཏང། ཧ་གོ་སོ་ཨ། ཁྱོད་ཚོ Instagram ནང་དོན་ཡོད་ནི་ཁྱོད་རང་ཚོ་དེ་འདྲ་ལ་ཨ། དེ་ལྟ་ངན་མང་པོ་ཅིག་འདུག་ལ་དེ་གང་ལ་ཁྱོད་ཚོ་ལ་དགའ་མོས་བྱེད་ངན་མང་པོ་འདུག་བསམ་གི་ཡོད་རེད། ཐེབས་ཆག་རེད་ད། ཁ་ཤས་ཀྱི་འདི་ནང་ལོག་ནས་ཚོང་ག་རེ་ག་རེ་རྒྱག་གི་འོ་རེད Epstein File གི་རྒྱུད་ནས་ང་ཚོ་ག་རེ་ག་རེ་མཐོང་ཡ་བྱུང་ན་ཟོས། ཨ། ས་ཁེ་མ་དང Organs གང་ག་བཙོང་གི་ཡོད་རེད། བུ་མོ་ལོ་ཆུང་ཆུང་ཚོང་རྒྱག་གི་ཡོད་རེད་མགོ་འགོག་བཏང་གི་ཡོད་རེད་སྤུ་གུ་ལོ་ཆུང་ཆུང་འདི་གི་རྒྱུད་ནི་ཨ། མགོ་འགོག་བཏང་ནས་མགོ་འགོག་བསླུ་བྲིད་བར་ལ་ཁྲིད་འགྲོ་གི་ཡོད་རེད་སྨན་བཙོང་བྱེད་ཀྱི་ཡོད་རེད་ལ་དེ་ཚོ་གང་ག་དེ་ནས་ལས་ཡོད་དུས་གང་ན་ཁྱེད་རང་ཚོ་གི་ད་གང་རང་ཅག་ནོར་འདུག་སེ་བེད་སྤྱོད་བཏང་དུས་གང་ན་ཁྱོད་ཚོ་དེ་གང་ག་གང་ལ་ཚུད་དགོས་རེད་ད། ཁྱོད་རང་ཚོ་གི་བྱས་དེ་གང་ག་ཁྲིམས་འགལ་རེད་ད། ཧོ་གི་སོ་ད་གང་ན་ཤེས་ང་ཚོ་པར་རིས་ནང་ལོགས་ལ་སྤྱི་དོན་གཉིས་གཉིས་ཡོད་རེད་ཨ་ཅེ་ཏེ་ཡང་ད་ཨ་ད་ཐུབ་བསྟན་རྒྱ་མཚོ་ལ་ཡོད་རེད།

ངས་ད་ག་ཟེར་གྱི་མི་ད་ག་ལ་ན་ཁྱོད་རང་ཚོ་གིས་ང་ལ་མིང་བརྗེ་བྱེད་རྒྱུ་བརྗོད་ར་དེ་ཧ་ལས་པ་ས་སོ་ན་མ་ནུ་ཐང་གི་ག་འདྲའི་སྡུག་ཅག་བེད་སྤྱོད་བཏང་སོ་ཆབ་སྲིད་གང་ལ་ཁ་ཚིག་ང་འོས་བསྡུ་ལངས་དུས་གང་ལ་འོས་བསྡུ་གི་སྐབས་ལ་ཡང་ཁོ་རང་ཚོ་གིས་འདི་དང་འདི་འདྲ་བོ་སྐད་ཆ་དེ་ཚོ་བཏོན་ནས་ང་ལ་དམའ་འབེབས་བྱེད་ར་དེ། སྐྱག་རྫུན་བཤད་རྫུན་མ་བཤད་དཀྲོག་གཏམ་སྤེལ་བྱས་ནས་སྤྱི་ཚོགས་ནང་ལོག་ལ་འོས་ར་མ་བཅུག་ཡ་གི་ལས་ཀ་བྱེད་དུས་གང་ལ་ང་ད་རིང་འོས་མི་ལ་ལངས་རྒྱོག་གིས་གྱོང་ར་རྒྱུ་བརྗོད་ར་དེ་ཁྱོད་རང་ཚོ་གིས་སྤྲད་དགོས་གུ་རུ་ད།